གོང་ས་ཞང་ཀོས་རྒྱ་བ་ཡིག་ནོར་བུ་མཆོག་གི་དབུས། རིས་སུ་མ་མཆིས་པའི་བསྟན་འཛིན་གྱི་གཤེད་པོ། ས་མཐའ་བོད་ཁམས་ན་སུ་བཞུགས་པ་རྣམས་ལ་ཡང། སྒོ་སྲུང་གུས་ཕྱག་ཞུ་ཡ་དང་ད་རེས། བགྲོ་གླེང་འདི་ལ་ཡང་ཆེད་དུ་འཛོམས་གནང་བའི་རིས་སུ་མ་མཆིས་པའི། ཆོས་བརྒྱུད་ཁག་གི་མཁས་པ་རྣམ་པ་དང། མང་ཐོས་རིག་པ་དམའ་བའི་སློབ་གཉེར་བ་ཡོངས་ལ་ཡང་ཐོག་མར་གུས་འདུད་དང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ངས་གཏམ་བཤད་ཞུ་ཡག་གི་རྗོད་གཞི་དེ་འཕགས་པའི་བདེན་པ་ཞིག་སྐོར་ལ་ཆགས་བསྡད་ཀྱི་འདུག་དེ་དཔྱད་རྩོམ་ནང་ལོགས་ལ་ཡང་སྙིང་བསྡུས་ཀྱིས་གལ་ཆེ་བ་ཆེ་བ་འདྲ་པོ་དེ་འདྲ་བྱས་ནས་བཀོད་ཡོད། བདེན་གཞི་སྐོར་གྱི།

ཁྱོད་རྒྱུད་དེ་མ་ཞུས་ཞེས་ཨ་མདའ་དེ་ནི་མ་ངེས་གཅིག་དང་གཉིས་ལོག་མི་དགོས་པའི་ཐོག་ནས་གལ་ཆེ་བ་ཆེ་བ་སྐོར་ལ་ཡང་གསལ་བཤད་དེ་ལྟར་དུ་ཞུ་གི་ཡིན། ཨ་ཞིབ་ཚགས་དེ། དྲི་བ་གནང་བའི་སྐབས་ནས་དེ་ནི་སྲིད་པ་ཁྱང་ཐོག་ཁ་བོ་རེད། ཞུ་ཡ་ཞེས། ཁྱོད་ཐང་གི་ལྐོག་ཏུ་མ་བརྗོད་པའི་གཞན་དང་ལྡན་པ། མཉམ་མེད་ཐུབ་པའི་དབང་པོ་ལ། སྒོ་གསུམ་གུས་པའི་ཕྱག་འཚལ་ཞེས་སྐྱབས་སུ་མཆིའོ། སྐལ་བཟང་སྟོང་ལས་པད་དཀར་རྟ་ནག་ལྔ་པ་འཛིན་ཡོད་མགོན་ཁྱོད་ནི། ཤེས་རབ་ཕྲེང་བ་ཐུགས་རྗེའི་རྒྱལ་མཚན་མཛེས་པ་སྟོན་པའི་འཁོར་རྣམས་ལ། བདེན་བཞིའི་དོན་རྣམས་དོན་གྱིས་སྟོན་པའི་ས་བླ་མེད་ཅེས་ཤེས་པར་བསྒྲགས། སྟོན་པ་ཁྱོད་ཀྱི་ཕྱོགས་བཅུར་མཛེས་པ་ཁྱོད་ཀྱི་འཁོར་ལོ་བསྔགས་པར་བགྱི། བདུད་ཀྱི་བདུད་ལས་རྒྱལ་བའི་དྲང་སྲོང་ཞིག་བདེན་བཞིའི་བདེན་པའི་ལམ་ནས་གཤེགས་པ་བཞིན། རིང་ནས་རིང་དུ་འདྲིས་པའི་སྔགས་བཟླས་ལ་དོན་གྱིས་དོན་རྣམས་སྟོན་པའི་ཚུལ་ལ་བསམ། ཞེས་ནི་ཆོས་བརྒྱུད་དང། འགྲོ་བ་ཞེས་ཡ་གི་ཚིག་གིས་བཤད། འདི་རུ་འགྲོ་བ་ཡོངས་ཀྱི་མ་འདྲེས་པའི་མཛའ་བཤེས་མཁན་པོ། བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པས་སྔོན་གྱི་ཐུགས་བཞེད་བཞིན་བླ་ན་མེད་པའི་ཞིང་ཁྱོད་མངོན་དུ་བྱས་ཏེ་ཐོག་མར། ཡུལ་བ་ར་ན་སིའི་དྲང་སྲོང་སྨྲ་བའི་རོལ་དག་ཅེས་གནག་སོ། གདན་གྱི་ལན་གསུམ་དུ་འདི་ལྟར་རྣམ་པ་བཅུ་གཉིས་སུ་བསྐོར་བ་ན་ནི། འདིར་ཅུང་ཟད་གླེང་བར་བྱ་བར་བགྱིའོ་ཞེས་ནས། ལན་བླང་བའི་ཚུལ་དུ་བཤད། ད་ཐོག་མར་ཏཱི་ལི་ཡ། གདན་གྱིས་གསུངས་པའི་རིམ་པ་ཏི་ཀོ་ཏི་ལི་རེད། བདེན་བཞི་གསུམ་པའི་རིམ་པ་འདི་ལས་ད་ཡོང་རང་ཉིད་འདྲ་བ་ཁྱག་ཡོད་ར། རྒྱུ་འབྲས་དོན་གྱི་རིམ་པ་ཞེས་ནས། ཀུན་འབྱུང་དང་ཀུན་འབྱུང་སྔོན་ལ་སོང་བའི་རིམ་པ་གཅིག་དང། ཡུལ་སྐྱེས་མངོན་རྟོགས་རྒྱུད་ལས་སྐྱེས་པའི་རིམ་པ་ཞེས་ནས། ད་ལྟ་སྡུག་བདེན་སྔོན་ལ་སོང་བའི་རིམ་པ་གཅིག་གཉིས་ཞེས་ནས། ད་ཡོང་རང་གི་གཉིས་ཁྱག་གི་ཡོད་དུས་ཨ་ད་དེ་ཚོས་ཡང། གཞུང་ག་བ་ག་བ་གི་ནང་ལ་ལ་ཡང་ཨ་ནི་གསལ་ཁ་ཐོན་ཡོད་མེད་ཨོ་དེ་ཚོ་སྐོར་ལ་ཡང་ཅུང་བཀོད་ཡོད། ཐོག་མ་མགོ་དེ་ལ་ཡང་ལྟ་སྟེ་རྒྱས་ལ། གདན་གྱི་ལན་གསུམ་རྣམ་པ་བཅུ་གཉིས་སུ་བསྡུས་པའི་སྐབས་ལ་ཡང་ཐོག་མར་དེ། འདི་ནི་སྡུག་བསྔལ་འཕགས་པའི་བདེན་པའོ་ཞེས་སོགས་ཀྱིས་མཚན་པ་གཅིག་བྱས། དེ་གཉིས་པ་དེ་ལ་རེས་ངོ་བོ་ལ་འདུས་པའི་སྐབས་སུ་དར། བྱ་བ་ལ་འདུས་པའི་སྐབས་ལ་ཡང།

བདེན་ཚིག་ཡིག་ཆ་ཁག་ཕན་པོ་ཁྱེད་ཀྱི་ནང་ལོག་ལ་ཡ། ད་ལྟ་ཚན་པ་གསུམ་པ་དེ་ག་དུ་ལ་སྡུག་བསྔལ་ཡོངས་སུ་ཤེས་པར་བྱ་སྟེ་ཤེས་པར་བྱ་ར་མེད། ཨ་དེ་ག་ནང་བཞིན་གྱི། འགོ་བ་དང་ལམ་དང། ཀུན་འབྱུང་དང་འགོ་བ་ལམ་ཞེས་ནས་ད་དུ་ཟེར་ནས་སྦྱར་གནང་ཡོད་ར། ཞེས་ད་འདི་གི་ཁུངས་དེ་དེ། ད་ག་འགྲེལ་གྱིས་ཁྱག་གི་ཡོད་མེད་ཟེར་ཡོད་དེ་ར། ཡོངས་སུ་ཤེས་པར་བྱས་ཏེ་ཤེས་པར་བྱར་མེད་ཡེ་ཤེས་ནི་བྱ་བ་བྱར་མེད་ཀྱི་ཚུལ་དུ་གསུངས་རྒྱགས་པ་དེ་གི་ཡ། ད། ཕ། ཁུང། གི་རྩེ་ཡོང་དུས་གང་ལ། ཏེས་ཁའོ་འདྲ་བ་ཅིག་འཁྱགས་ཡོད་རེད། ད། དངོས་བདེན་ཞེ་ན། འདི། ད་ལྟ་བདེན་གྱི་སྐོར་ལ་འདི་ཐོན་ཏེ་ས་དེ་ལ་ཡང། མངོན་པར་མཛོད། གནས་དྲུག་པའི་སྐབས་སུ་ལ་ཡང་ཁྱོད་ཀྱི་འཁོར་ལོ་མཐོང་བས་ལ་ཉུལ་བ་རིང་འཕྲོག་སོགས་བརྩི་སྲོག་ཅིག།

འདི་འདྲས་ཡོངས་སུ་ཤེས་པར་བྱ་སྟེ་ཤེས་པར་བྱ་མི་ཚ་ཙང་ཐོན་གྱི་མི་འདུག་ཨ། ད་ཐོན་ཏེ་ད་ལྟ་འདི་དགོས་བསྡད་པ་དེ་རེད། སྡུག་བསྔལ་ཡོངས་སུ་ཤེས་པར་བྱའོ་སྡུག་བསྔལ་ཡོངས་སུ་ཤེས་སོ་གསུངས་ཡང་འདྲ་བའོ། འདི་འདྲས་ད། འདི་འདྲས་ཀྱི་འདི་ནི། ཁོག་སྐྱིགས་པ་ཞིག་ནས། ཐོན་བསྡད་པ་ཅིག་ཆགས་བསྡད་ཀྱི་འདུག། ཤི་ད། ད་དེབ་བཙལ་མ་ཟིན་པའི། རྩ་བའི་མདོག་གི་ནང་ལོགས་ལ་ངས་ད་ལྟ་ཞུ་ཡ་ལུས་པ་རེད། མདོག་གི་ནང་ལོགས་ལ་ཡང་ད་ལྟ་ང་ཚོའི་གདན་གྱིས་བཏིངས་པའི་མདོག། ཁྱོད་ཀྱི་འཁོར་ལོའི་མདོག་རེད། དེ་ག་ནང་གི་སྔོན་པོར་འབྱུང་བའི་མདོག་ལ་སོགས་པ། བདེན་ཞེས་སྟོན་པའི་དེ་ནས་རྟ་འདོགས་མང་པོ་ཞེས་པ་ཅིག་ཡོད་ལ། དེ་སོགས་ཀྱི་ནང་ལོགས་ལ་ཡང་དེ་ནས་རྟ་སྡུག་བསྔལ་ཡོངས་སུ་ཤེས་པར་བྱ་དང་ཤེས་པར་བྱ་མིན་ཞེས་སོགས་ཀྱི་སྐོར་དུ་བྱ་བ་བྱ་མེད་ཀྱི་ཚུལ་དུ་གསུངས་བྱ་བ་ཀྱི། ཨ་ནི། རྩྭ་ནི་རྙེད་ཀྱི་མི་འདུག་ཨ། རྩྭ་ནི་རྙེད་ཀྱི་མེད་པར་རེད། ད་དེ་རྙེད་ཀྱི་མི་འདུག་ཟེར་བྱས་ནས་ངེད་ཀྱིས་མ་རྙེད་པ་ཙམ་མ་ཡིན་པ་ཞིག་འདི་ར་ངེད་ཡང་ངེད་ཅག་འདི་སྐོར་ལ་དོ་སྣང་གཏོགས་ཟེར་བྱས་པས་རེད། ལྷག་པར་དུ་འདི་འདི་རིགས་སྐོར་ལ་ཡང་དོ་སྣང་ཤུགས་ཆེན་པོ་བྱས་ནས་ཉན་མཁན་ཞིག་ངས་དེ་འདྲའི་དང་སྐད་ཆ་དང། ཁ་ཤས་དང་གཞུང་སོགས་ཨ་ཤེས་ཚེ་ཁོ་ན་ཚོ་ཟེར་གི་འདུག་རྩ་བ་ཉིད་ནི་བས་དེ་ད་ལྟ་བོད་འགྱུར་གྱི་ནང་ལ་ཡོད་བསྡད་པའི་བཀའ་འགྱུར་དེ་ཚོ་ནང་ལོ་གི་ད་ལུང་གང་ལ་ཡང་གཙང་ནས་ཁྱོད་ཐོན་དེ་འདྲས་ཀྱི་ཚིག་དེ་ཐོན་གི་མི་འདུག། གཞི་ནས་ད་སྡུག་སའི་སྐད་ཆ་ཡོད་བསྡད་པ་གྱི་རེད་བསམ་བློ་གཏང་དགོས་ས་གཅིག། ད་འོ་ན་ཨ་ནེ་ད་ལྟ་བདེན་སི་ཡི་ཁྱག་ཁག་གི་ནང་ལོགས་ལ་ཡང་སྡུག་བསྔལ་ཡོང་ས་ཤི་བར་བྱ་དང་ཤི་བར་བྱར་མེད་ཞེས་སོག་གེ་བྱ་བ་བྱ་མེད་ཀྱི་ཚུལ་དུ་གསུང་བཞག་པ་དེ་གི་ད་ཁུངས་གཏན་ནས་མེད་པ་གྱི་རེད་བས། ཞུས་པ་ཡིན་ན་ད་དེ་ཡང་རྩ་ནས་ཆགས་ཀྱི་མེད་པ་ར་ད་ནི་འདི་ནང་ལ་བཀོད་ཡོད། གནས་བདུན་པའི་གི་ད་ལྟ་ཤི་བ་སྐྱུག་གི་ནང་ལ་ཟེར་བ་ཤེས་པ་དང་མི་ཤེས་པ་ཤེས་པ་ངོས་བཟུང་བའི་བཀའ་ལ་ཡང། རེད། ཡོངས་ཤེས་བྱ་མེད་སྐྱེས་ལ་སུ་མི་ཤེས་པ་ཡི་བློ་འདོད་དོ་ཟེར་བ་ཟད་པ་ཤེས་པ་དེ་ནང་ལ་ཡོངས་ཤེས་བྱ་མེད་སྐྱེས་ལ་སུ་མི་ཤེས་པ་ཡི་བློ་འདོད་དོ། ད་ལྟའི་སྐབས་ཀྱི་རང་རེའི་ནང་ལོགས་ལ་མཛོད་རང་རེ་གི་ནང་ལོགས་ལ། ཨ་ནི་སྡུག་བསྔལ་ཤེས་པར་བྱ་དང་ཤེས་པར་བྱ་མེད་ཟེར་དེ་འདྲ་གི་དག་ཚིག་གི་ཐོན་གི་ཡོད་རོ། ཇི་ལྟར་ད་ལྟའི་ཐོན་མཛོད་རང་རེ་ནས་ཐོན་གི་ཡོད་པ་ཡིན་དུས། ཨ་ད་མཛོད་འགྲེལ་དངོས་པའི་རྗེས། དངོས་པའི་རྗེས་ནང་ལོགས་ལ་ཡང་དག་དེ་ག་རང་གསལ་བསྡད་གི་ཡོད་རོ། དངོས་པའི་རྗེས་གནང་ལ་དེ་སྲིད་ཀྱི་ཡོད་པ་ཡིན་དུས་ད་ཐེག་གི་མ་ཤུགས་ཅན་འདྲ་པ་ཞིག་ནི་ད་ད་ལྟ་ཡིག་ཆ་དེ་ཚོ་ནང་ལོགས་ལ་འདུག་ཟེར་ནས་ཐ་སྙད་དེ་ཆགས་ཡོང་བ་མིན་འགྲོ་སང་སང་ཞིག་རོ། འོ་དེ་བཞིན་ནི་ད་ལྟ་དོན་འགྲེལ་གྱིས་བཀོད་ཡོད། ཞེས་དང་ད་ང་ཚོས་ད་ལྟ་འདི་ཡང་བསམ་བློ་གཏང་དགོས་ཡ་སྐྱེས་ག་རེ་ཞུས་ན།

ཞེས་དང། དེ་འབྲེལ་གྱི་རེ་བརྒྱ། གཅིག་དེ་རེད། ད་འདི་དང་འབྲེལ་ནས་གཉིས་པ་གཅིག་ལ་ག་རེ་ཟེར་དུས་གང་ལ། ད་དེང་གི་ངོ་བོ་ལ་འདས་པ་བྱ་བ་ལ་འདས་པ་བྱ་བ་འདྲེས་པ་དང་བཅས་པ་ལ་འདས་པ་གསུམ་པོ་རེ་རེ་གི་སྐབས་ལ་ཡང་དེ་ནི། རེད། དེང་གི་དངོས་སུ་སྟོན་ས་གི་འཁོར་ལྔ་སྡེ་ཙམ་པོ་དེ་སྲོད་ཀྱི་རྒྱུད་ལ་ཡང། ཐོག་མར་ད་ལྟ་འདི་ནང་གི་ཞིག་ནས་རིམ་པ་ནང་གི་ཤེས་པ་ཡིན་ན། ཐོག་མར་མིག་ཤེས་ཞེས་རོ། ཨ་ནི་ཤེས་པ། དེ་ནས་རིག་པ་བློ་ཤེས་ཤེས་ནས་རོ། ད་དུ་ཟེར་ནས། ད་ལྟ་ཀྱི་བཀོད་ཡོད་བ། ཞེས་དང། ད་འདི། རིམ་པ་དུག་གསུམ་གྱི་ཡོན་ཏན་ཡལ་དུ་བལྟ། ཞེས་དང། ཁྱེད་ཚོའི་ནང་ལ་སའི་བདེ་བ་སྐྱེ་རུ་དེ་ནི་ཕ་ཆེན་པོ་ཡ་ཆེན་པོ་ཡིན། ཨ་འདྲེས་པ་རྒྱ་སེ་མ་གི་ནང་ལོག་ལ་ཁོ་རིམ་པ་དུག་ཟེར་ནས་རིམ་པ་དུ་ཡོང་གི་འདུག་ཨ། དེ་ཙམ་མ་ཟད་མི་ངན་ད་ལྟ་འདི་བཀོད་ཡ་ལུས་ཞུགས་མི་འདུག་མ་གཏོགས། ད་ལྟ་རྗེ་སྟོང་འདྲེ་ཁྱེད་ནང་ལོག་ལ། ད་ལྟ། ཀྱི་རིག་པ་ལ་སོགས་པ་དུ་ཚོགས་ཀྱི་ཐ་སྙད། བོད་ཀྱི་མཛེས་སྟངས་དང། བང་སྒྲིག་སྟངས་ཀྱི་ཡོད་ར། ཨོ་ད་དེ། དུག་ཟིན་ནས་ཐོན་བསྡད་པ་ཞིག་རེད་ཀྱང་ད་ཡིན་ན་ང་ཚོ་ཡིག་ཆ་འགའ་ཤས་ནང་ལོགས་ལ་ར། ཡིག་ཆ་འགའ་ཤས་ནང་ལོགས་ལ་ཡང། ད་འདི་ལ་ཡང་བསྡད་ཚུལ་མདོག་ནས། ཨང་ཐོག་མར། ད་ལྟ་འདི་རེད་རིག་པ་ཤེས་ཤིག་ར། རིག་པ། ད་དེ་གི་རྗེས་ལ། དེ་ནས། འདི་རེད། མིག་ཤེས་ཤིག། དེ་ནས་བློ་ཤེས་པ་ཞིག་ནས་ཤེས་པ་ཐ་མ་ཞིག་རིག་པ་དང་པོ་བརྒྱ། གཞུང་ལམ་གྲོས་ཚོགས་ཤིག་ལ་བཞག་བཞག་པ་དེ་འདྲ་ཡང་ཡོད་རེད། ཞེས་དང་ད་དེ་ཚོ་ཕུང་འདྲ་བོ་དེ་དག་ཕག་གི་རྩེ་ཁ་ཆེན་པོའི་ན་དེ་སུ་རག་ཁ་པོ་འདྲ་བོ་ཅིག་ཁྱག་དེ་ཞེས་རེད་ཀྱག། ཞེས་དང་ངས་ད་ད་དུགས་སུ་བྱས་ནས་འདི་གྱིས་ཤུལ་ད་དེ་ད་ད་འདི་ག་ལ་ཡ། རིག་པ་ལ་སོགས་པ་དེ་མ་རེད་ད་ད་མིག་ལ་སོགས་པ་བཞི་དག་གི་ཚན་པ་བཞི་པོ་དག་གི་ཕ་གཞལ་ཡས་ཀྱི་ཡོད་ར་ངས་ད་ད་འདི་ནང་ལོགས་ལ། མཐོང་ལམ་མཐོང་ལམ་དུ་ང་ཁྱོད་བཟོད་ར།

ཅེས་བོད་ཀྱི་སྐྱེས་ཀྱི་ས་བོན་གྱི་ཚུལ་དུ་ལས་ཡང་དུག་བྱས་ནས་བཞག་པས་ན་གཞོན་ཨུ་ཡོལ་སང་སང་འདྲ་བོ་བྱས་ནས་དུག་སུ་ཆགས་ཆགས་ཏེ་ཨན་ཏི་ཞེ་སྡང། འདྲི་བ་རྒྱ་སེ་མ་དང་རྗེ་སྟོང་འདྲེ་ཁྱེད་དུག་སུ་ཕག་སུ་གུང་བསྒྲིགས་པ་ཡིན་ན་ད་ནི་མཐོང་ལ། སྡུག་བསྔལ་ཁྱོད་བཟོད་ཁྱོད་ཤེས་རྒྱལ་བཟོད་རྒྱལ་ཤེས་ཤེས་ཞེས་ལས་རོ། ཨ་ནི་མིག་ཤེས་པ་རིག་པ་བློ་བྱས་ནས། དུག་བྱས་ནས་ངས་ད་ལྟ་ཁྱེད་ཅར་ཡོད། འདི་སྐྱེས་ཀྱི་ས་བོན་སང་འདྲ་བོ་ཆགས་ཏེ་ཡོད་ཞུས་ཡ་ཤི། ད་ཐེག་བརྒྱད་ལ་ཡང། བཀའ་འདི་གནད་ཁྱེར་བ་འགའ་ཞིག་ཅུང་ཟད་སྤྲོ་བ་ལགས་ཞེས་ནས་ད་དེ་ནས་མ་ཀྱི། དོན་ཚན་འདྲ་བ་ཁ་ཤས་ཀྱི་ཚུལ་སྐོར་ཞེས་ནས་བཀོད་ཡོད། ཕྱིས་ཆོས་བཅུ་དྲུག་སྒོ་ནས་བསྟན་བདེན་གྱི་གཏན་ལ་འབེབས་ཚུལ། ཞོགས་གྲངས་དང་སྦྱར་ཞག་གཅིག་འགོར་དེ་ཡིན་པ་འདྲ། ཕྱིས་ཆོས་བཅུ་དྲུག་སྒོ་ནས་བདེན་གྱི་གཏན་ལ་འབེབས་ཚུལ་བདེན་གྱི་རྟོག་པའི་རིམ་པ། བདག་པོ་ངོ་བོ་ཐ་དད་དུ་འཛིན་པ་ལ་ལྷན་སྐྱེས་ཡོད་མེད་འགོག་བདེན་ཞེས་རབ་ཏུ་ཤེས་པ་ཞེས་ནས། ཚན་པ་ཞིག་གིས་བཀོད་བཤད། ད་དང་པོ་དེ་ལ་ཡང་ཕྱི་ཆོས་བཅུ་དྲུག་སྒོ་ནས་བདེན་གཉིས་གཏན་ལ་འབེབས་ཚུལ་ད་ཚད་མ་རྣམ་འགྲེལ་གྱི་ནང་ལོགས་ལ་ཡང་དོན་དེ་པ་དེ་ཚོ་མགོ་སྨོས་སུ་མེད་ཞེས་འདི་ཚོ་སུ་ཞིག་ནས་བཀོད་ཡོད་ཞེས་གཅིག་བཤད། ད་དེ་དང་འབྲེལ་ནས་ད་ལྟ་སྡུག་བདེན་དང་ཀུན་འབྱུང་གཉིས་རྟོགས་པའི་རིམ་པ་གཅིག་ཡོད་ར། ཅེས་དེ་གཉིས་འདུས་ཡོད་ན་ད་ང་ཚོ་ལྟས་ཀྱི་ཀུན་འབྱུང་དངོས་ལ་རྟོགས་ཀྱི་རེད་སྡུག་བདེན་དངོས་ལ་རྟོགས་ཀྱི་རེད་ཟེར་ཚེ་མིང་ངེས་རེ་གཅིག་ཡོད་ར། དེ་སྐོར་ལ་ཡང།

ཞེས་དང། དེ་ཕྱིན་ཅི་ལྟར་གྱི་དེ་བཞིན་གྱི་ལོ་རྒྱུས་བཅུ་དྲུག་བྱུང་བ་ལ་བརྟེན་ཞེས་དེ་ནི་རྣམ་པ་བཅུ་དྲུག་གཏན་ལ་འབེབས་ཡིན་གསུངས་པར། ཞེས་དང། དེ་གཉེན་པོ་འགྲོ་སྟངས་དེ་ལ་ཡང། གཉེན་པོ་འགྲོ་སྟངས་དེ་ལ་ཡང་དེ་ནི་བོད་ཀྱི་ཤར་ཡོང་དུས་གང་ལ་བལྟས་དེ་སྲིད་མ་འདྲ་བ་ཅིག་ཁྱག་དེ་གི་དུ་ད་ལྟ་ཁྱག་ཡ་དེ་ད་ག་རེ་བྱས་ཏེ་ཁྱག་པ་རེད་ཟེར་དུས། སྟོང་བ་ཟེར་ཡ་དེ་ལ་ར་ངོས་འཛིན་ཚུལ་དེ་ལ་ད་གཉིས་འདྲ་ཅིག་ལེགས་གི་འདུག་ཨ། གཉིས་ཞེས་ནི་ར། དཔེར་ན་སྣ་འདྲེན་དུ་ཚུགས་སྐབས་ལ་ཡོད་ན་ཡང་སྟོང་བ་ཡིན་ཏེ། ཟག་བཞིན་ཉེར་ལེན་ཕུང་པོ་ཆོས་ཀྱི་སྟོང་བ་ཡིན་ཏེ། གཙང་བའི་བདག་དོན་གཞན་གྱི་སྟོང་བའི་ཡེ་ཤེས་ཟེར་ཏེ་བཀོད་ཡོད་ལ། ཞེས་དང། དེ་སྐབས་སུ་ལ་ཡང་གཙང་བའི་བདག་དོན་གཞན་གྱི་སྟོང་བའི་ཡེ་ཤེས་བསྒོམ་པ་ཞིག་བཏང་ལ་ཞེས་པས་ན་གཙང་བ་ཟེར་ཏེ། སྐྱེས་བུ་ལ་གོ་དགོས་ཡང་སྐྱེ་ཤི་འདིར་བ། གཙང་བ་ཟེར་བ་སྟེ། དེ་གང་ལ་ཡང་ལྟོས་མེད་རང་དབང་བ་འདྲ་བོ། ར། ཀྱི་ཁེ་གཙང་ཟེར་གྱི་ར་དེ་འདྲས་ཀྱི་གོ་བ་གཅིག་གིས་ཕྱིན་ཞིག་ན་ནི་དེ་ལྟ་ངེས་འདུག་ཟེར་ནས། ཡང་གསལ་བཤད་གཅིག་ཞུས་ཡོད།

ད་ལྟ། འདི་རེད། མུ་སྟག་སྡུག་བསྔལ་སྟོང་བདག་མེད་ཟེར་སྟོང་བ་དངོས་ལ་བཟུང་ཡ་ད་ར། སྟོང་བདག་མེད་ཞིག་དེ་ཁོ་རིམ་པ་དེ་དང་མཐུན་པ་ཞིག་ནས། བསྡུ་བ་འཕགས་པ་ཐོགས་མེད་ཀྱི་བསྡུ་བ་དུས་ཚོད་སྐབས་ཤིག་ན་སྟོང་བ་དངོས་ལ་བཟུང་ཡ་ད་ལྟ། དེ་ཚོ་གོ་བ་མ་འདྲ་བ་འདྲ་བ་སྐྱིད་ཀྱི་ཐོག་ནས་ཡང་ཡོང་བསྡད་ཀྱི་འདུག་སང་སང་ཅིག་ཨོ་དེ་འདྲའི་ཞིག་ནས་དེ་ཚོ་སྐོར་ལ་ཡ་ཞེ་སྡང་ཞིབ་ཚགས་ཞིག་ནས་བཀོད་ཡོད།

རེད། ཅུང་ཟད་འབད་ལས་གནང་ཁར་གང་ཁྱེད་དེ། འགྲོ་ཀུན་ལྡན་གྱི་ནི་ལས་མ་རྨོངས་པར། ལོ་ཏོག་སྐྱུ་འབྲུག་གསུང་བཙན་ནི་དྲུང་བྱིན་ཏེ། ངེས་ལེགས་ཐར་པའི་དྲུང་དུ་འབྲོས་པར་ཤོག། ལགས་སོ། དོ་རྒྱལ་མ། དྲི་བ་དང་པོ་དེ་བསྟན་པ་ཚེ་རིང། དེ་ནས་དྲི་བ་ཡོད་ན་གནང་རོགས་གནང་ད་ལྟ་དྲི་བ་མང་པོ་སླེབས་མ་སོང། ལགས་སོ།

ག་ཟེར་གི་གོ། རྣམ་འགྲེལ་གྱི་ནང་ལོགས་ལས་སྡུག་བསྔལ་བ་ཟེར་བ་དེ་རྒྱུ་རྟག་པ་ལ་བཅུག་ན་འགྲིག་གི་མ་རེད་རྒྱུ་མེད་པ་ལ་བཅུག་ན་འགྲིག་གི་མ་རེད་སྡུག་བསྔལ་རྒྱུ་སྐྱེས་ཡིན་པར་སྒྲུབ་རེད་དེ། སྡུག་བསྔལ་རྒྱུ་དང་སྐྱེས་པ་ཡིན་པར་སྒྲུབ་པ་ཙམ་ཞིག་ཐོབ་ནས། དེ་འདྲ་བའི་གི་ལས་ག་ཟེར་གི་ད་ཕུང་པོ་སྡུག་བསྔལ་བ་དེ་ལས་ཉོན་གྱི་གཞན་དབང་གྱིས་ཡིན་པ་ལས་དང་ཉོན་མོངས་པའི་དབང་ལས་བྱུང་བ་ཡིན་པ་དེ་སངས་རྒྱས་སྐྱོབ་ལྡན་འདས་ཀྱི་བཀའ་ལ་མ་ལྟོས་པའི་ཐོག་ནས་ཨེ་ནས་དངོས་སྟོབས་ཀྱི་རིགས་པའི་ཐོག་ནས

དང་མི་འབྲལ་བར་འཇུག་བདེ་མཁན་གྱི་ཨ་ནི་ད་འདུ་བྱེད་འདུ་བྱེད་ལ་སོགས་པ་སེམས་བྱུང་གཞན་དང་དེ་དང་འཇུག་བདེ་མཁན་གྱི་ད་རྣམ་པར་ཤེས་པ་ཡོད་ར་བ་ད་དེ་སྐད་དུ་འཁྱག་ཡོད་ར་བ། ཅི་ད་ད་དེ་སྐད་དུ་སྡུག་བསྔལ་བ་ཡིན་པ་ད་སྒྲུང་དུས་ཚད་མ་རྣམ་འགྲེལ་གྱི་ནང་ལོར་དེ་ཕྱིར་མུ་སྟག་ལའི་སྡུག་བསྔལ་སྡུག་བསྔལ་ལས་འདི་བདག་མེད་གསུངས་ཟེར་བ་སྟེགས་ཐོག་ནས་བསྒྲུབས་པ་ར་ཐོག་མར། རེས་འགའ་བ་ཡི་སྟག་ལ་བརྟེན་ནས་མུ་སྟག་པ་ཡིན་པ་ཞིག་ར། ད་རེས་འགའ་བ་དེ་ཁོ་རྗོ་ཡི་རྒྱལ་དབང་ཅན་གྱི་ཐུགས་ནས་རེས་འགའ་བ་ཡིན་པར་སྒྲུབ་ཀྱི་ཡོད་དུ་རྗོ་དེ་ཡང་ལས་ཉོན་ཡིན་པ་ཞིག་ར་ར་རྗོ་ཙམ་མ་ཡིན་པ་ཞིག་རང་གཅོད་ལས་ཉོན་གྱི་བ་ག། རེ་ཀོ་ཤོད་ཁོ་འོ་ནས་ར། གཞུང་བདེ་བ་སྐྱེགས་ཤི་ར། ད་ད་དེ་འདྲས་ཡིན་པའི་ཐོག་ནས་ད་ལྟ་རིག་པ་དང་དངོས་རྟོགས་རིག་པའི་འགྲོ་ཚུལ་དེར་བ། ད་དེ་ལས་ང་ཚོའི་ཐོག་ནས་རྒྱུན་ལྡན་བསམ་དགོས་ཡ་ཀྱེ་ག་རེར་ཆུད་པ་ཡིན་ན་ར། དཔེར་ན་ཟག་སྐྱེགས་ཀྱི་འཚོ་བ་བཏང་མྱོང་ཟེར་ལབ་དུས་ད་ལྟ་གི་ཞལ་ལས་དང་ངོ་འཕྲོད་དགོས་ཡ་ད་ཤིན་ཏུ་གལ་ཆེན་པོ་ཡིན་པ་རེད། ཟག་སྐྱེགས་ཀྱི་འཚོ་བ་བཏང་མྱོང་ཟེར་རྒྱུ་ར། ད་བཏང་མྱོང་དེ་ཤི་བཏང་ནས་བཏང་མྱོང་ཟེར་དུས་གང་ལ་ཡང་ད་ང་ཚོ་ཁང་པ་འདྲ་པ་ཞིག་ན་ཕོ་ས་ཀྱི་འདྲ་པོ་དུ་ཁྱག་དེ་ཡོད་ར། ག་རེ་ཡིན་ན་ཁོ་ཡོང་ཆོག་ཆོག་ག་རེ་ཡིན་ན་བྱེད་ཆོག་ཆོག་འདྲ་པོ་ཞིག་ར། དེ་འདྲ་ཡིན་དུས་ད་ཟ་སྐྱེལ་གྱི་འཚོ་བ་བཏང་ཡོད་དུ་ཡོད་པའི་དབང་གིས་ར། ཨ་ནི། ད་ཕི་གའི་སྡུག་བསྔལ་སྔོན་འཇོ་བ་སྔོན་འཇོ་བ་སྔ་མ་གི་འཕྲོ་གཏོར་བ་ཙམ་གྱིས་ཁྱད་ནས། ཨ་ནི། ཕི་གའི་སྡུག་བསྔལ་སྔོན་འཇོ་བ་དྲག་པོ་གྱིས་མི་མངོན་པའི་སྐབས་དེ་ལ་ཟ་སྐྱེལ་གྱི་འཚོ་བ་བཏང་ཡོད་ཀྱིས་མངོན་གྱི་ཡོད་པས་རེད། ཡང་ན་ཟ་སྐྱེལ་གྱི་འཚོ་བ་བདེ་བ་མ་མངོན་པའི་སྐབས་དེ་འདྲའི་གྱིས་ལ་མངོན་གྱི་ཡོད་པས་ར། ད་དེ་གི་ཁོས་རྒྱའི་ལ་ག་རེ་བལྟས་ཡོང་གི་ཡོད་རེད་ཟེར་དུས།

ཕ་གལ་ལ་ཡང་ངོ་འཕྲོད་དགོས་ཡ་ར། ནང་ཡེ་ཤེས་དགོས་ཡ་དེ་ལས་དང་པོ་ལ་ཤིན་ཏུ་གལ་ཆེན་པོ་ཡིན་པར་བརྟེན། ལགས་སོ། ལ་ད་ལྟ་དེ་ངའི་དྲི་བ་ངོ་མ་དེ་དེ་རེད་ད། ག་སོང་དེ། ལེགས་ཉེས་ཀྱི་ཡིན་དབང་ཅན་ཡིན་པ་སངས་རྒྱས་བཀའ་ལ་མ་བལྟས་པའི་ང་ཚོ་ག་འདྲས་སྒྲུབ་གི་རེད་ཟེར་དེ་ད་འགྲིག་དེ་ཀྱང་དེ་ག་ལ་ཡག་ཞིག་འགྲིག་གི་འདུག་ད་ཁྱེད་ཀྱི་དམངས་ཡང་སྐྱིད་སོང་འདུག་གོ་ཟིན་འདེད་སོང་འདུག
འོ་དེ།

ད་དེའི་མགོ་རྟེན་སྟོང་ཉིད་ཡིན་མིན་གྱི་ཐོག་ཅེས་པ་ནའང་ད་འདི་སྤྱི་སྟངས་ཆོས་ཀྱི་གདན་ཞིག་བཤད་དགོས་འདུག་གོ་གདན་ཞིག་དེ་གྲུབ་མཐའ་ག་རེའི་དབང་དུ་བྱས་པ་ཡིན་མིན་གྱི་ཐོག་ལས་མི་གེ་ས་ག་ཟིག་མི་འདུག་རྟེན་འདི་ང་དྲི་བ་དྲི་དགོས་འདུག་གོ་ཟེར་ལ་དེས་ད་ཅི་མ་བདེ་ཡང་འདྲ་བོ་འདུག་ད་ད་ལྟ་ད་གདན་གྱི་གསལ་ཐིག་པ་གདན་ག་པ་ཞིག་བཞག་གི་བསམ་བྱ་ཡོད་དེ་ད་ལྟ་འདི་ད་ང་ཚོ་ཁྱེད་ཅན་གྱི་ཡིན་འོང་འདུག་གོ་ཟེར་ལས་ཨེ་ནས་ད་ད་རང་རྒྱུད་པའི་ལུས་གཞག་ཡིན་གྱི་རེད་དྲན་གྱི་འདུག་དེ་ཡིན་དེ་ད་རང་རྒྱུད་པའི་ལུས་གཞག་ཅིག་ན་དྲི་བ་ཡིན་ན་ད་ད་མགོ་རྟེན་སྟོང་ཉིད་ཡིན་མིན་གྱི་ཐོག་ལས་ཁྱེད་ཀྱིས་ཅེས་པ་ནའང་འོང་འདུག་གོ་ཟེར་ལས་མགོ་རྟེན་སྟོང་ཉིད་ཡིན་པ་དང་མིན་པ་ཆོས་ཉིད་ཅེས་ཚིག་གསུངས་འདུག་ཨ།

དཀོར། འགོ་པ་ཞེས་པ་བྱ་ནོམ་ངན་གྱིས་གཏོར་དགོས་དུས་དཀོར་སོགས་འགོ་པ་གཏོར་དགོས་ཀྱི་འདུག་གསུངས་འགོ་པ་གཏོར་དགོས་ན་རང་རྒྱུད་སྤེལ་དགོས་ལུགས་ལ། དེ་ནས་རྣམ་རོལ་ལང་ཀའི་ཁྱུ་གཉིས་གཏོར་དགོས་ཀྱི་འདུག་རྣམ་རོལ་ལང་ཀའི་ཁྱུ་གཉིས་གཏོར་དགོས་ན་དེ་ཁྱོད་ཞུ་དག་མེད་རེད་དེ་སྟོང་ཉིད་རེད་དོ་དེ་ཡིན་དུས་རང་རྒྱུད་སྤེལ་ལུགས་ལ་ཡང་སྟོང་ཉིད་སྟོན་པ་མཐའ་འགྲོ་གི་མ་རེད། འོ་ན་བཀྲ་ཤིས། གསལ་བོ་བྱུང། མགོ་སྟེང་དེ་ལ་ཡང་གཉིས་འདུག་ཞུ་ཡིན་པ་འདི་ན་བཀོད་ཡོད་རེད། འཕགས་པ་ཐོགས་མེད་ཀྱི། འདུ་བ་གཡོན་གྱི་ཁུང་དྲངས་བྱས་ནས་ནི། སྟོང་པ་ཉིད་དེ་ལ་ཡང་སྟོང་པ་ཉིད་དེ་ལ་ར་ཤེས་རབ་ཀྱི་སྟོང་པ་ཉིད་དང། རྟེན་མེད་པའི་སྟོང་པ་ཉིད་སྟོང་པ་སྟོང་ཉིད་བྱས་ནས་ར་ཐ་སྙད་གཉིས་མཛད་དོ། ཤེས་རབ་ཀྱི་སྟོང་པ་ཉིད་དང་རྟེན་མེད་པའི་སྟོང་པ་བྱས་ནས་ར། ད་འདི་དང་ཕྱོགས་མཐུན་པ། གཅིག་བྱས་ན་དེ་ལ་དགོངས་པ་བཞི་ཡོད་སྲིད་པ་རེད། འཇང་དགུ་བླ་མ་ཙོང་ཁ་བ་མཁན་པོས་དབུ་མ་སྒོ་མ་ར་བསྲེས་ཀྱི་ནང་ལོགས་ལ་ཡང། དག་མ་དག་གི་ཆོས་ཅན་ཤེས་ལ་བྱེད་པའི་ཆོས་ཉིད་ཀྱི་དབང་དུ་གསལ་དེ་འདྲས་གཅིག་གསུངས་ཡོད་རེད། དག་མ་དག་གི་ཆོས་ཅན་ཆོས་ཉིད་དག་མ་དག་གི་ཆོས་ཅན་ཤེས་ལ་བྱེད་པའི་ཆོས་ཉིད་གསལ་གཅིག་བྱས།

མྱ་ག་ས་མའི་གར་དེ་ནས་ཡུལ་ཤེས་པའི་སྟོབས་ཀྱིས་ར་ཨ་ནི། འགོ་པ་འགོ་པ་འབྲུག་གི་རྡོ་བ་ཟེར་གྱིས་ར་ཨ། ཅི་སྟེ་འགོ་འགོ་དེ་ཀུན་རྫོབ་བདེན་པ་འདི་ན་སྣང་ཡ་དེ་དག་བསྟན་མི་རུང་ཞེས་ནས་གསུངས་ཡོད་ར་ད་དེ་དག་ཆོས་རིག་པ་ཐུན་གྱི་དུ་ཟེར་ར་ད་དེ་གར་ད་ལྟ་འགྲོ་དགོས་ཡ་འདྲ་བ་གག་ཡོད་ར་ད་དེ་ཞེས་པའི་ཡིན་ན་ད་འགོག་པ་ཟེར་དེར་འགོ་བདེན་དེ་ལ་གཉིས་ཡོད་པ་གི་ཨ་ནི། སྣང་ཡེ་དེ་ཤེས་ཐུབ་པའི་ཡིན་ན་ཨ་ཞོན་མེད་པ་གི་གག་ས་རེད། དགེ
བཤེས་བསྟན་འཛིན་དང་བཟང།

ནི་ལྷན་སྐྱེས་ཀྱི་འཛིན་པ་ལ་ངོ་མཐའ་གྱི་འཛིན་ཚུལ་ཚང་བ་ཡོད་གསུངས་པ་འདི་རྨད་དུ་བྱུང་བའི་ལེགས་བཤད་དུ་མཐོང་ངོ་སོ་ཐིག་གི་དག་གི་ཤེས་ལ་ནི་ཞལ་གྱི་ཤེས་སུ་རེད་འདུག་ཡིན་ཙང་བདག་འཛིན་ལྷན་སྐྱེས་ཀྱི་འཛིན་ཚུལ་ལ་ནི་མཐའ་གཏད་ཀྱི་འཛིན་ཚུལ་ཡོད་ར་རེད། འོ་དེ་སོས་དུས་གང་ལ་བདག་འཛིན་ལྷན་སྐྱེས་ཀྱི་འཛིན་ཚུལ་ལ་ཡང་ནི་ཅི་ཞིག་ལ་རྨོད་དེ་བས་རྟག་པ་བ་དང

ཁྱེད་ཀྱིས་སྡུག་བསྔལ་ཤེས་པར་བྱ་ཤེས་པར་བྱར་མེད་ཟེར་ངེས་འདི་དེང་སང་ནི་རྡོ་ནང་ལོགས་ལ་རག་གི་རག་གི་མེད་པ་དེ་འདྲའི་མང་པོ་ཅིག་དཔྱད་པ་བྱས་ཡིན། ད་ག་ནི་དེ་ནས་གསུངས་སོང་བ་ལ་ད་ག་ན་བཞིན་ནི་བེད་མ་རག་པ་ཡང་མ་རེད་དུ་རང་འགྲེལ་ནང་ལོགས་ལ་ནི་ད་ད་མ་ཟེར་བ་ཤེས་པ་དང་མི་སྐྱེ་བ་ཤེས་པ་དེ་འདྲའི་མ་ཤེས་ཡོང་དུས་ནི་ཡང། ཆུང་ཆུང་གྱི་ར་གི་འདུག་གསུངས་སོང་བ་ལ། འོ་འདི་དང་འབྲེལ་ནས་དྲི་བ་ཆུང་ཆུང་ཞིག་བྱེད་ཡས་ཡིན། དཔེར་ན་ད་ལྟ་བཟོའི་རང་འདྲའི་ནང་ལོགས་ལ་དོ་ལུང་མང་པོ་ཅིག་དྲངས་གི་འདུག་བ་ལ། རང་འདྲའི་ནང་ལོགས་ལ་དོ་ལུང་མང་པོ་དྲངས་བཞག་པ་དེ་ཚོ་ད་ལྟ་ང་ཚོ་ནི། སྡུག་བསྔལ་ཤེས་པར་བྱ་དང་ཤེས་པར་བྱ་མི་གཅིག་པུ་མ་ཡིན་པ། ཡང་མང་པོ་ཅིག་ཡོད་རུ་བ། དེ་དེང་སང་རྡོ་དང་ལས་ནང་ལ་ར་གི་མི་འདུག་བ། མ་ར་བའི་རྒྱུ་མཚན་ག་རེ་འགྲོ་བ་ཅིག་ལ་ཐུག་བསྡད་ཡོད་རེད་དེ་ལ་ཆེས་དགོངས་གཞི་ག་རེ་ཡོད། ང་ལ་སོ།

ཁྱོད་ཀྱིས་འཁོར་ལོ་མཐོང་བས་ལ་ཉུལ་བ་འགྲོ་སོང་ས་སོགས་ཀྱི་གསལ་དུ་གནས་དྲུག་གི་ཁ་དོག་ཐོན་དགོས་རེད་ད་བདེན་བཞི་ཤེས་ས་ཀ་ཡེ་ན་མེད་ན་དེ་རེད་རེད་བ། བདེན་བཞི་ངོས་འཛིན་ས་ཕ་གི། ད་ལྟ། རྣམ་གྲངས་བཅུ་གཉིས་ཀྱི་མ་གཏན་ལ་འབེབས་ས་ཁྱོད་ར་ཨོ་ད་ཚང་མ་དེ་དང་དེ་གི་འབྲེལ་བ་ཡོད་པའི་ད་དཔེ་དེ་འདྲ་ཤེས་ཡོངས་རྫོགས་ཆ་ཚང་ནས་ཤེས་པ་དེ་ནི་ཐོན་བསྡད་ཡོད་རེད་ད་དེ་གས་ཐོན་དགོས་ཡ་ཀྱི་ས་ནི་དེ་ཐོན་གི་མེད་པ་ཡིན་ཙང་རེད་བ། ད་འདི་ཐོན་དགོས་མཁན་གྱི་དུས་ནས་ཐོན་གི་མི་འདུག་བ་ཟེར་ད་ཡིན་ན་ཕ་གི་ལ་གནས་བདུན་པའི་ཁར་ད་རང་འདྲེན་ནས་ཐོན་ཡ་དེ་ད་ཟེར་བ་ཞིག་ལ་མི་ཤེས་བ་ཤེས་བ་གི་ཞེ་ལེ་ཞེ་ལེ་ངོས་བཟུང་བའི་སྐབས་རེད་མ་གཏོགས་བདེན་གྱི་རྣམ་གྲངས་བཅུ་གཉིས་གཏན་ལ་འབེབས་པའི་སྐབས་དུ་མ་རོ་ཨ་ཡིན་ན་ཡང་དེ་ནས། ངེས་པར་དུ་དེ་འདྲའི་དགོས་གི་མ་རོ་བ་དཔེར་ན་རྔོན་པའི་ཁྱད་ཆོས་ཁོ་རང་ག་རེ་ཟེར་ན་ཟིང་ལིང་ཏོག་གི་གར་སོགས་རེད་རྔོན་དུས་ཕྱིར་དང་ཡང་དང་ཡང་ཟིང་ལིང་ཏོག་ཕྱིར་རྔོན་པའི་ཆོས་ལ་ཡོང་དུས་ཡང་ནས་ཡང་དུ་ཤེས་གི་ཡོད་རོགས་ཁོ་ངེས་པར་དུ་ཨ་ནི་དེ་ལ་ཡིན་གྱི་མིན་གྱི་ཡ་རང་ཤེས་དགོས་གི་ཡོད་རེད་ཟིང་གྱི་ཡོད་མ་རོ་བ།

ཞེས་དང། ད་འདི་ང་ཚོའི་ཀྱི་བོད་བོད་འགྱུར་གྱི་ནང་ལ་བཞུགས་བསྡད་པའི་དེ་ནས་གསལ་བསྡད་པའི་བཀའ་འགྱུར་དེ་ཚོ་གི་ནང་ལོགས་ལ་ཡང་དེ་ནས་ཁྱད་དེ་མེད་འགྲོ་བ་སེ་འདྲ་བ་འགའ་ཤས་ཀྱི་ད་ཕི་གའི་ཀྱི་ལེགས་སྦྱར་གྱི་ནང་ལོགས་ལ་མ་དཔེ་བརྗོད་ར། ལེགས་སྦྱར་དང་པཱ་ལི་ག་རེ་ཡིན་ན་དེ་ཚོ་གི་ནང་ལོགས་ལ་ཏན་ཏན་ཡོད་ཀྱི་རེད་སེ་འདྲ་བོ། ཡོད་ཀྱི་རེད་སེ་འདྲ་བོ་ད་ཁོ་ཐུགས་སུ་ཡོང་བ་ཚུལ་བཞིན་ལ་བསྡད་ཀྱི་ར།

གསོ་སྦྱོང་པ་ལ་ང་འདྲི་བ་འདྲི་ཆོག་པ་བྱས་དེས་ང་བིང་དྲན་ནས་མིང་བཏགས་ཐུབ་མ་སོང། ཨོ། འཇུན་པའི་ཨོ་རྒྱན་ཚེ་རིང། གསོ་སྦྱོང་པ་ལ་ང་འདྲི་བ་འདྲི་ཆོག་པ་བྱས་ང་དེས་བིང་དྲན་ནས་འདྲི་བ་མིང་བཏགས་མ་ཐུབ་མ་སོང། ལ་སོགས་ལ་དེ་ནི་ད་ལྟ་དེ་བདེན་བཞིའི་སྐོར་རེད་དེ་ར་ལ་དེ་ཡིན་མ་སོང་ཙང་ད་ལྟ་དེ་གོང་དུ་ཞུས་པ་ནང་བཞིན་རེད་དེ་གནད་འགག་ཚོད་པོ་རེད། བཀའ་ཡིག་གི་གནད་བཀའ་ཡི་དབང་དུ་སོང་སོང་བས་ན་གནད་འགག་ཚོད་པོ་རེད་སྡུག་བསྔལ་བཤད་པར་གནད་འགག་ཚོད་པོ་རེད། སྡུག་བསྔལ་ཤེས་པར་བྱ་ཤེས་པར་བྱར་མེད། ཀུན་འབྱུང་ཤེས་པར་བྱ་ཤེས་པར་བྱར་མེད། ལམ་ཤེས་པར་བྱ་ཤེས་པར་བྱར་མེད། འགོག་པ་ཤེས་པར་བྱ་ཤེས་པར་བྱར་མེད་ཅེས་གསུངས་བཞག་ཏུ་ར་ལ་དེའི་མ་གསུངས་བཀའ་ཡི་གོ་རིམ་འདྲ་བ་ཅན་བཀའ་གནང་གསུངས་ན་བདེན་བཞིའི་གི་གོ་རིམ་འདྲ་བ་ཅན་འདི་འདྲ་གསུངས་བཞག་ཏུ་ར་ལ། ད་བསྟན་བྱའི་ནང་གསུངས་གསུངས་སའི་འདྲ་བ་ཅན་བཤད་ན།

རྒྱུ་དང་ལམ་དང་སྡུག་བསྔལ་དང་འགོག་པ་ལ་ནི་འགོག་རིམ་བཞིན་དེ་དག་བརྒྱད་དང་བདུན་དང་ནི་ལྔ་དང་བཅུ་དྲུག་ཅེས་གྲགས་སོ་ཟེར་དུ་གསུངས་ཀྱི་འདུག་གྲགས་ལ་དེས་མ་གསུངས་འདི་གཉིས་འགོག་རིམ་རྩ་ནས་མཐུན་གྱི་མི་འདུག་གཏན་ཚིགས་ཀྱི་འགོག་རིམ་དང་བཀའ་ཡི་འགོག་རིམ་དེ། བཀའ་ཡི་འགོག་རིམ་དེ་སྡུག་བསྔལ་ནས་མ་བཟུང་ནས་ནི་སུ་ཤེས་ཡོང་གི་འདུག་གྲགས་གཏན་ཚིགས་ཀྱི་འགོག་རིམ་དེ་གར་གསུངས་ཀྱི་ཡོད་རེད་ཟེར་ན་ནི་རྒྱུ་ནས་རྒྱུ་དང་དེ་ནས་ལམ་དང་དེ་ནས་སྡུག་བསྔལ་དང་དེ་ནས་འགོག་པ་ཟེར་ནས་དུ་སུ་རིམ་པ་དུ་གསུངས་ཀྱི་འདུག་གྲགས། དེ་བཀའ་གནང་ལ་གསུངས་དེ་དང་དང་པོ་སྡུག་བསྔལ་གསུངས་གི་འདུག་ཨ་སྡུག་བསྔལ་ལས་བདེན་པ་དེ་ནས་དཀོན་མཆོག་བདེན་པ་དེ་ནས་ལམ་གྱི་བདེན་པ་དེ་ནས་འགོག་པའི་བདེན་པ་དེ་འདི་ནི་གོ་རིམ་འདི་མི་མཚུངས་པའི་རྒྱུ་མཚན་ག་རེ་ཡིན་ན་བཀའ་དང་བསྟན་བཅོས་འདི་གོ་རིམ་མི་མཚུངས་པའི་རྒྱུ་མཚན་ག་རེ་ཡིན་ན་ཟེར་འདི་དྲི་བ་ཡིན་ལ་ངེས་རྟོགས་པ། ཨ་ལས་ལགས་སོ།
བཀའ་དང་བསྟན་བཅོས་གཉིས་མཚུངས་གི་མི་འདུག་ཟེར་ཡ་ད་རྩ་ནས་འགྲིག་ཡོད་མ་རེད་ད། བསྟན་བཅོས་མུན་ཚོད་ཡང་སྔོན་རྡོ་རྗེ་གི་སྐབས་སུ་ལས་རྒྱུ་འབྲས་ཐོན་གྱི་རིམ་པ་གཅིག་ཐོན་གྱི་ཡོད་རེད་མ་གཏོགས་དེ་ལས་དེ་བཞིན་གྱི་རེད་བ། ད་ལྟ་བསྟན་བཅོས་རྒྱུད་བླ་མ་རེད་སྔོན་པ་མཛོད་རེད་ཚེ་མ་སྣ་འདྲེན་རེད། རེད་བ། ཨོ་ད་འདུག་བ། ཨོ་ད། ཐམས་ཅད་སྣང་ལོག་ལ་ཡང་སྡུག་བདེན་དངོས་ལ་གསུངས་པའི་རིམ་པ་དེ་ཁྱག་དེ་རེད། རྗེ་བཙོན་ཁ་བ་ཆེན་པོས་ལག་རིང་ཆེན་མོ་ནང་འདི་འདྲ་ཞིག་གསུངས་ཡོད་རེད་སྟོན་པས།

ད་དེ་ཡང།
ད་ནི་རྒྱུ་འབྲས་ཁོ་རང་ཁོ་རང་གི་དགོས་པ་སྐྱེས་ཀྱི་ཐོག་ནས་གསུངས་བཞག་པ་ཅི་ར་དེ་ནི་ཡོང་ཆོག་ར་ཡ། ལགས་སོ།
འཇུ་མི་ཨོ་རྒྱན་ཟེར་འགྲོ་ཚར་བ། འཇུ་མི་ཨོ་རྒྱན་ཚེ་རིང་འགྲོ་ཚར་བ་ལ། དེ་ནི་འཇིགས་མེད་འཕྲིན་ལས།

ད་དེ་ནས་དྲི་བ་དེ་ག་རེ་ཡིན་ཟེར་ན་རྡོག་རྡོག་ཞུས་པ་ཡིན་ན། ད་ལྟ་གང་ཟག་གི་སྡང་འཛིན་དེ་ལ་རང་རྐྱ་གང་ཟག་གང་ཟག་རང་རྐྱ་ཐུབ་པའི་ཚད་ཡོད་དུ་གྲུབ་པ་འཛིན་པའི་འཛིན་པ་གཅིག་དང་གང་ཟག་ལྟ་ཅི་རང་བྱུང་དུ་གྲུབ་པ་འཛིན་པའི་འཛིན་པ་གཅིག་གཉིས་དེ་འདྲིས་ཀྱིས་ད་གསུང་གི་འདུག་ཨ། ད་དེའི་བཞག་ཡས་དེ་གནས་དེ་དེ་ནས་ད་དཔེར་ན་རང་རྒྱུད་མན་ཆད་ལ་དེ་གསུང་གི་ཡོད་ན་འདི་རང་རྒྱུད་ཀྱི་སློབ་དཔོན་ད་ཞི་འཚོ་ཡབ་ཤད་ཀྱིས་དེ་འདྲིས་ཀྱིས་དེ་བཞག་པའི་ཀྱི་ཁུངས་ཨ་ནི་ཞི་འཚོ་ཡབ་ཤད་ཀྱི་གཞུང་ག་རེ་ག་རེ་ཡོད་རེད། ཨོ་ད་དེ་འདྲིས་ཅིག་གསུང་ཨེ།

ད་དེའི་གི་ལྡོག་ཕྱོགས་འཛིན་པའི་འཛིན་པ་དེ་ལ་གང་ཟག་གི་དང་འཛིན་ཟེར་ད་རེད་བ། ད་དེའི་དང་འཛིན་བཞག་པ་དེ་རང་རྒྱུད་མན་ཆད་ཀྱི་གསུང་གི་རེད་ཞི་གི་རེད་ཟེར་བ། དེ་ཞེས་པ་དེ་ད་རང་རྒྱུད་གི་མན་ཆད་ཀྱི་ཞི་གི་རེད་བ་འཛ་ད་རང་རྒྱུད་མ་ཐབས་ག་རེ་ཡིན་ན་ཡང་དཔེར་ན་དབུ་མ་རང་རྒྱུད་ཀྱི་སློབ་དཔོན་ཞི་འཚོ་ཡབ་ཤད་འདྲ་བོ་ཅིག་གི་དེ་ནི་དེའི་གི་ཁུངས་ག་རེ་ཡོད། དཔེར་ན་ཞི་འཚོ་གི་དབུ་མ་རྒྱན་ལ་སོགས་པ་ད་དེ་ཚོ་མང་པོ་ཡོད་རེད་བ། རེད།
ད་དེ་གི་ཁུངས་དེ་ག་རེ་ཡོད་རེད་ཟེར་དུས། ད་ད་སྔོན་རྡོ་རྗེ་གི་ནང་ལོགས་ལ་རེད་བ། མངོན་རྟོགས་ཅན་གྱི་ནང་ལོགས་ལ། རྫས་དང་བཏགས་པའི་རྟེན་བཅས་ནི་འཛིན་པའང་རྣམ་པ་གཉིས་སུ་འདོད། རང་དབང་བདག་སོགས་ངོ་བོ་ཞེས་ཕུང་སོགས་རྟེན་ལས་འདས་ཀྱི་དོན་གསལ་བརྗོད། རང་དབང་བདག་སོགས་ངོ་བོ་ཞེས་ཟེར་བ། འོ་ད། དེའི་ཁ་ཐུག་གི། འགྲེལ་པ་དོན་གསལ། ར། ཨ། དེ་ག་ནང་གི་ཉི་སྣང་རྗེས་གནང་དུས་སུ་ནི་གཟིགས་པས་ན་གང་ལ་གང་འཚམ་གྱིས་དེ་ནི་སྲིད་པ་ཧ་གོ་ཐུབ་ཡ་གྱི་རེད་ཟེར། དཔེར་ན་འགྲེལ་པ་དོན་གསལ་ཡིན་པས་ན། གང་ཟག་རྫས་སུ་ཡོད་པའི་རྟེན་རྐྱེན། ཅེས་བདག་རང་དབང་རྐྱེན་སེལ་དེ་འདྲ་གསུངས་ཡོད་པ་ད་ལྟ་འདིར་བོད་ཀྱི་ཏང་ཙན་ཏང་ཙེ་གཏོགས་པ་སྒོ་ཕྱེ་ནས་མ་གཡག་བཤད་དགོས་འདུག་ལ། གང་ཟག་རྫས་སུ་ཡོད་པའི་རྟེན་རྐྱེན་ཅེས་བདག་རང་དབང་རྐྱེན་དང་ཨ་ནི་སྐྱིགས་བུ་དང་ད་དེ་འདྲ་མ་བཤད་ནས་བོད་ཀྱི་སྨུག་པ་དེ་ལ་ཡང་སྒོ་ཕྱེ་ནས་ད་དེ་དང་འཛིན་པའི་འཛིན་པ་སྒོ་ཕྱེ་ནས་ཐུགས་སུ་ངོས་འཛིན་གནང་བསྡད་ཀྱི་ར་ཨོ་ད་དེ་ཚོ་ལ་ཡང་ཨ་ནི་ཁུངས་ར་བ་ཅིག་ཆགས་ཆོག་ཡ་ཅིག་རེད་ཀྱ་སི་ད་ད་ང་ཚོའི་མདོག་ནི་ཡ་ལྟ་བུ་ཡིན་ན། ད་ལྟ་གང་ཟག་བདག་ཡོད་པ་བསྟན་པའི་མདོ་ཅིག་ར། ཕུང་པོ་ལྔ་ནི་འཁོར་བའོ་འཁོར་འཁོར་བ་པོ་ནི་གང་ཟག་འོ་ཟེར་ཀྱི་ར།

ཨ་དེ་འདྲའི་ཅིག་གི་ཐོག་ནས་སྡུག་བདེན་ཚིམ་པའི་ངེས་པ་དེ་དག་འཇོག་ཁག་པོ་ཡིན་ས་རེད། ཨ་ཏི་ཅི་འདི་ཤོད་གི་ཡོད། ལགས་སོ་དེ་ནས་དེ་འདྲའི་ཅིག་ད་སྡུག་བདེན་གྱི་ཆོས་ཉིད་རྟོགས་འོང་དུས་ཀུན་འབྱུང་གི་ཆོས་ཉིད་རྟོགས་དགོས་པ་ཡང་དོན་གྱིས་གྲུབ་གི་རེད་ཟེར་ནས་དེ་འདྲའི་ཅིག་གསུངས་འདུག་ཨ། ད་རེད། དེ་འདྲའི་གསུངས་འོང་དུས་དཔེར་ན་ད་དེ་ལམ་སྐད་ཅིག་བཅོ་ལྔ་ནི་མ་མཐོང་མཐོང་ཕྱིར་མཐོང་བའི་ལམ་གསུངས་འོང་དུས་མཐོང་ལམ་སྐད་ཅིག་བཅོ་ལྔ་གསུངས་མཐོང་ལམ་སྐད་ཅིག་དང་པོ་སྡུག་བསྔལ་ཆོས་ཚུལ་འདི་གའི་སྒྱུ་མར་ལྡན་པའི་གནས་ལུགས་རྟོགས་འོས་འདུག་ཡང་ཀུན་འབྱུང་གི་ཆོས་ཉིད་རྟོགས་དགོས་བ་ཅིག་གསུངས་འདུག་འདུག་དེ་འདྲའི་སོང་ན་ཨ་ནི་ཀུན་འབྱུང་ཆུད་ཟོས་སྐབས་སུ་ལ་དེ་འདྲས་ཀྱི་ཀུན་འབྱུང་གི་མཐོང་སྤང་མེད་བ་ཐག་རིང་འདུག་ཟེར་ཅིང་ཀུན་འབྱུང་གནས་ལུགས་འདི་ཀུན་འབྱུང་ལྡན་པའི་གནས་ལུགས་འདི་ཨ་ནི་སྡུག་བདེན་གྱི་གནས་ལུགས་རྟོགས་པའི་སྐབས་སུ་ལ་རྟོགས་འདུག་འདུག་ཟེར་ཅིང། ད་ལྟ་ཤོན་རྩ་ནི་མེད་རེད།

སྡུག་བསྔལ་ཆོས་བཟོད་ཀྱི་སྡུག་བསྔལ་བདེན་པའི་གནས་ལུགས་མཐོང་བའི་འདུག་ད་ཀུན་འབྱུང་བདེན་པའི་གནས་ལུགས་རྟོགས་ཟིན་ནས་ཁྱེད་ཀྱི་གསུང་འགྲུབ་འདུག་དེ་འདུག་ཕྱིས་སུ་སྡུག་བསྔལ་ཀུན་འབྱུང་ཆོས་བཟོད་སྐྱེ་བ་འདུག་ཀུན་འབྱུང་མཐོང་སྤང་ད་སྤང་བྱ་མེད་བ་ཐག་འགྲུབ་འདུག་ཀུན་འབྱུང་ཆོས་བཟོད་དེ་ལ། མ་རེད་ཁྱོད་ཀྱི་དེ་ཐུགས་ཁག་ཡོད་མ་རེད་ད་རྒྱ་སྐྱོང་གི་དཀའ་ངལ་འདྲ་པོ་དེ་མཁྱེན་ཡོད་མ་རེད། ད་དཀའ་ངལ་སེལ་མེད་ན་ཁྱེད་ཀྱི་དེ་དྲི་བ་དེ་ལེན་ཞིག་གནང། ཕར་ཕྱིན་འདི་བཀོད་ས་དེ་ཤོད་ཡིན་ད། བཀོད་རྒྱག་ས་གནད་འགག་འདྲ་པོ་དེ་རེད། རྒྱ་བཟའ་བརྒྱད་ཀྱི་ཕར་ཕྱིན་སྣང་ཤེས་བསྙེན་ཅན་གྱི་ད་ལྟ་སྐབས་གཉིས་པའི་ཁ་ཐུག་ལ་ཡང།

ད་ངས་སྔ་འགྱོ་སྙིང་དཔོན་གྱི་ཐོག་ལ་ཕུ་གལ། ད་ལྟ་དོ་སྣང་གཞུང་བདེ་ཡག་གི་ནང་ལོགས་ལ་ད། བདག་མེད་མགྱོགས་སྟངས་ཁྱོད་རང་གང་ཟག་བདག་མེད་མགྱོགས་སྟངས་མི་རྟག་སུ་སྐྱུར་བའི་བདེན་བཞིའི་ངང་ལ། རྟོགས་པའི་གོ་རིམ་དང་དྲང་ངེས་གསུངས་ཡོད། ད་བདེན་བཞིའི་རྟོགས་པའི་གོ་རིམ་དེ་ངས་དོ་སྣང་གཞུང་མ་སོང། གལ་ཏེ་དེ་འདྲའི་དོ་སྣང་བྱས་ནས་གཅིག་དང་གཉིས་བཀོད་དགོས་ཀྱི་ན་ཁྱོད་རང་རྗེས་ཀྱི་ནང་ལོགས་ལ་ཡང། བདེན་པ་བཞི། སྐོར་ལ་ཡང། ད་གཅིག་བཀོད་དགོས་ཀྱི་ཡོད་རོ། ཨ་ལས་ཤོག་གི་ངག་སྐྱོན་དེ་རྒྱ་དཔར་རུ་ལུས་ཀྱི་ནི་བཀོད་ཡ་རེད་ཡ། ཅི་ད་དེ་ངས་ད་ངས་ཐོག་མ་ནས་དེ་ཞུས་ཡིན་པ།

ཁྱེད་ལ་འཚམས་འདྲི་ཞུ་བ་དང་སྦྲགས་ངས་དྲི་བ་འདི། ད་ཁྱེད་རང་ནི་ནུབ་ཕྱོགས་པ་དེ་ཚོས་ཀྱི་ད་བོད་རིག་པའི་སྐོར་ལ་ཞིབ་འཇུག་བྱས་པའི་ཀྱི་ད་བདེན་བཞིའི་སྐོར་ལ་བསམ་ཚུལ་ཞིག་དང་འབྲེལ་བའི་དྲི་བ་ཡིན་ལ། ནི་ད་ཁོང་ཚོས་ཀྱི་ད་ང་ཚོ་ནམ་རྒྱུན་ནས་ད་བདེན་པ་བཞི་ཀྱི་བདེན་ཚད་བཞི་ཅེས་ནི་ད་སྡུག་བསྔལ། ག་རེ་ས། མི་རྟག་སྡུག་བསྔལ་སྟོང་བདག་མེད་ཅེས་སྡུག་བསྔལ་བདེན་པའི་ཀྱི་བདེན་ཚད་གཅིག་ཅེས་རྒྱུ་ཀུན་རྒྱུ་ར་རྒྱུ་རྐྱེན་གྱིས་ནོངས་པ་བྱས་ནས་ཀུན་རྒྱུ་བདེན་པའི་ཀྱི་བདེན་ཚད་གཅིག། འགོ་བ་ཞི་བ་གྱ་ནོམ་པ་བཅས་ནི་འགོ་བའི་གདན་སའི་ཆད་ལོ་སྒྲུབ་པ་རུས་པ་ངེས་འབྱེད་ལས་ནི་ལོ་གྱི་གདན་སའི་ཆད་གདན་སའི་གཞི་དགོས་ཤོག་ར་ཨོ་དེ་ལ་ཡིན་འདི་ག་ད་ནུབ་ཕྱོགས་པ་དུ་སུས་ཀྱིས་ད་བོད་རིག་པའི་སྐོར་ལ་ཞིབ་འཇུག་བྱས་ཡོད་འདི་ཚང་མ་ད་ཁོང་ཚོས་ཀྱིས་དེ་འདྲ་བའི་གདན་སའི་གཅིག་སངས་རྒྱས་ཞེས་ཞུ་བའི་སྐབས་ལ་ནི་རྩ་བ་ཉིད་ནས་གསུངས་མི་འདུག་ཡིན་ཙང་ནི་ད་ཁོང་ཚོས་ཀྱིས་ད་དཔེར་ན་ད་ད་ལྟ་ང་ཚོ་བོད་ལ་ཕལ་ཆེར་བསྒྱུར་ཡོད་ས་མ་རེད་ད་ཨིན་ཇི་ནཱ་ལོ་ཡེ་ན་སུ་ད་ནི་པ་ཐ་ལེགས་དོ་ད་བོད་བོད་སྐད་ནང་ལ་ཞུས་པ་ཡིན་ན་ཕལ་ཆེར་མདོ་བསྡུས་པ་འདྲ་བོ་ཞིག་ལེགས་ཡོད་ས་རེད། ད་དེ་དེ་ལ་སོགས་པའི་གི་ད་མདོ་རྙིང་པ་གྲགས་པ་མང་པོ་ཞིག་ད་ཐེ་ར་བ་ད་གི་ད་ང་ཚོ་ཕ་གི་གནས་སྟེ་འདི་པའི་ལུགས་ལ་ཡོད་པའི་གི་དེ་ཚོ་མང་པོ་ནོ་ཤེས་འཇུག་ཅན་ཡོད་འདུག་ག་ལ་དེ་འདྲ་བའི་བདེན་པ་ཞིག་གི་ཨ་ནི་བདེན་ཚད་ཞིག་རྩ་བ་ཉིད་ནས་རྙེད་ཀྱི་མི་འདུག་དེ་འདྲའི་ཡེ་ཚ་ནི་ཕྱིས་སུ་སངས་རྒྱས་ད་ཀུ་མྱ་ངན་ལས་འདས་པ་ཟེར་ནས་འདྲ་ད་ང་ད་མ་ད་ཕྱིས་སུ་ད་ཁོ་རང་ཚོས་ད་སློབ་མ་དུ་འཛིན་དགོས་སོས་བཤད་འགྱོ་རེད་ཟེར་ནས་གི་དེ་འདྲའི་གི་བསམ་ཚུལ་ཞིག་གསུང་གི་འདུག་ལ་ཨ་ནི་གཉིས་པ་དེ། ད་ལྟ་དེ་ད་ང་ཚོ་དེ་བདེན་པ་བཞི་དེ་ཉིད་ད་ལྟ་ད་བདེན་བཞི་ཆེན་ཁོ་ལ་ཡོད་ར་ཡོངས་གྲགས་ལ། ད་བདེན་བཞི་ངོ་བོ་ལ་བདེ་བ་བྱ་བ་ལ་བདེ་བ་བྱ་བ་འབྲས་བུ་ལ་བདེ་བ་སྟེ་ག་ལ་བདེན་བཞི་ཆེན་ཁོ་བཞི་པ་ཞོར་བ། འོ་ད་དེ་ཡང་ཨ་ནི་ད་ང་ཚོ་འཁོར་ལོ་མཐའ་མ་མ་གཏོགས་འཁོར་ལོ་མཐའ་མ་ན་བསྲེ་གོ་ར་ད་ང་ཚོ་ཁུངས་དེ་འཁོར་ལོ་རིམ་པ་གསུམ་གྱི་གི་ཁུངས་འདྲ་བོ་དེ་ཀ་མཐའ་མ་ལས་བཞི་ཆེན་ཁོ་ན་བསྲེ་གོ་ར། དེ་ཡིན་དེ་ག་ལ་ད་བསྟན་ཚུལ་བཀྲལ་དེ་ཡང། ད་ག་མཐའ་མ་ཡིན་ཚ་ད་ཐེག་པ་ཆེ་ཆུང་གཉིས་ཀྱི་ནང་ནས་ད་ཐེག་པ་ཆེན་པོའི་ཁོངས་སུ་འདུས་ཡོད་དེ་ག་ལ་ད་ཐེག་པ་ཆེན་པོ་དེ་ཉིད་ད་རྩ་བའི་དེ་སངས་རྒྱས་ཀྱི་བཀའ་ཡིན་མིན་དེ་ཉིད་ད་དེ་རྩོད་པའི་གཞི་ཡིན་དེ་ག་ལ་ད་ག་ལ་ལ་དྲི་བ་རྡོག་རྡོག་དེ་འདིར་ད། ད་ལྟ་དེ་འཁོར་ལོ་བདེན་པ་བཞི་ཡི་གི་བདེན་ཚིག་དེ་ཉིད་ཨ་ནི་མདོ་ག་གི་ནང་ལ་གསལ་གི་རེད་ད་ང་ཚོས་ཁུངས་བསྐྱུལ་ཐུབ་རེད། གཉིས་པ་དེ་ཨ་ནི་ག་ལ་ས་ད་ག་མཐའ་མ་ལས་ཤེར་ཕྱིན་སྐོར་ལ་སོགས་པ་སངས་རྒྱས་ཀྱི་ཤེས་ད་གསུངས་པ་ཡིན་པ་དེ་ཉིད་ག་འདྲས་སུ་སྒྲུབ་ཐུབ་རེད་ག་ལ་ལ་དེ་སྐོར་ལ་ཨ་ནི་དགོངས་འཆར་ག་རེ་ཡོད་ནའང་འོ་དེ་ཞུས་ཡིན་ལ།

དེ་ཚེ་སུས་བར་སངས་རྒྱས་ཀྱིས་ཤེས་ནས་དེ་འདྲའི་དོན་ཚུལ་ཞིག་སུས་མི་འདུག་དེ་འདྲ་ཞིག་གསུངས་རྩ་བ་ཉིད་ནས་མི་འདུག་ཨོ། ང་ལ། འོ་དེ་འདྲ་ཞིག་གསུངས་དེ་འགའ་ཁོང་ཚོས།
ད་འདི། ད་ནི་ང་ཚོ་ཁྱོད་ཀྱི་འཁོར་ལོའི་མདོག་ཡོད་བ། ལའོ་ལའོ། ཁྱོད་ཀྱི་འཁོར་ལོའི་མདོག་དང་ལོ་ལ་ཡ། དེ་གས་ཏེ། ཕྱི་ཕྱི་ཁྱོད་སྐྱུ་རུ་ཞིག་ནི་མ་ཁྱ་སང་བསྐོས་ཤིང་ད་ཁྱེད་རྒྱལ་ཕུག་གི་བ་ར་ན་སི་ལ། ད་ད་ནི་ཀོ་བས་དུས་ག་ལ་གཟིགས་ད་དེ་ལ་སྐད་ཡིག་པ་ལི་གི་སྐད་དང་རྒྱ་སྐད་བོད་སྐད་ཨིན་གྱི་ཚང་མ་ཐོག་ལ་ཤི་ན་ཅིག་བསྐོས་ཀྱི་འདུག་ཨ་ད་ངོས་ཚོ་དེང་སང་ད་ལ་དེ་ཁྱུང་གྱི་ཚང་མར་བཀྲམ་ཡོད་བསྡད་པ་དེ་རེད་དེ་ཚོ་འདི་གཟིགས་པ་ཡིན་ན་ད་ལྟ་བོད་ཀྱི་གནས་བརྟན་སྡེ་བ་ཁོ་ནང་ཚོ་གི་དེ་གཅིག་གཅོད་བྱས་ནས་འདུག་ཟེར་ནས་འདི་རང་གིས་ལན་གི་ཡོད་པའི་འདྲ། ད་ཁྱོད་ཀྱི་ཨ་ལས་མཚན་གྱི་འདྲ་བ་གཅིག་བྱས་པ་ཡིན་ན་ད་དེ་ཙམ་མ་ཟད་མངོན་པར་འགྱུར་བའི་མདོ་ལ་སོགས་པ་ར། མངོན་པར་འགྱུར་བའི་མདོ་ལ་སོགས་པ། ཨོ་ད་ད་ནམ་གྱི་འདུལ་བ་གི་ལུང་ལ་སོགས་པ། ཨོ་དེ་ཚོ་ཕལ་ཆེར་ཁོ་ནང་ཚོ་ག་གེ་གནང་གི་ཡོད་ཀྱི་རེད་བསམ་གི་འདུག།

སྡུག་བསྔལ་ཤེས་པར་བྱ་སྟེ་ཤེས་པར་བྱར་མེད་ཟེར་དེ་ཚོ་ནི་གར་ཟེར་ན་འགའ་ཞིག་གིས་བོད་དུ་བཞེས་པའི་གངས་ཀྱི་ནང་དུ་མི་ཟ་ཡང་ནི་གཞུང་ཆུ་མོ་ནང་ཡོད་པ་ནི་གོ་མ་ཆག་ཅིག་ནི་བྱུང་རྒྱ་དུ་སྨྲ་བའང་ཡོད་ཀྱང་ནི་རྒྱ་དཔེ་ནང་ནི་ས་ཡོད་ན་ཀུན་མཁྱེན་ཉིད་པ་དབྱིག་གཉེན་གྱིས་གཟིགས་དགོས་པ་ལས་ནི་མ་གཟིགས་པའི་ཕྱིར་ཟེར་དེ་འདྲའི་རྒྱུ་མཚན་གྱིས་འདུལ་བ་དེ་འདི་ལྟར་སྤྱི་དང་ནི་སློབ་དཔོན་དབྱིག་གཉེན་ཕེབས་པའི་སྐབས་སུ་ནི།

ད་ལྟ་ང་ཚོས་བདེན་བཞི་ལན་གསུམ་རྣམ་ར་བཅུ་གཉིས་སྐོར་ཐོན་བསྡད་ཅེས་རོ། དེ་ལྟ་བུ་གི་འབྱུང་ཁུངས་ཕྲ་མོ་ཨ་མ་དེབ་ཡིན་ན་རོ། འཛིན་ནི་གྲུབ་བས་གི་ཁྱོད་ཀྱི་འཁོར་ལོ་མཐོང་བས་ལ་ཉུལ་བར་འགྲོ་ས་ས་སོ་ཅི་ཟེར་ཨོ་ད་དེ་གི་ད་འབྲེལ་བ་ཡོད་པས་གི་རོ། རེད་མཛོད་འགྲེལ་གི་ད་འབྲེལ་འབྲེལ་པ་འགྲེལ་ཤེས་དག་གི་ཚང་མ་དེ་དེ་དང་འབྲེལ་ནས་ཁོ་ཐོན་བསྡད་གི་འདུག་ཨ། ཞེ་ད་དེ་ཡིན་དུས་གང་ལ། ད། སློབ་དཔོན་གཉིས་ཀྱིས་གཟིགས་དགོས་ན་མ་གཟིགས་ཟེར་ཡ་གྱི་དངོས་བདེན་ཡོད་ན་ད་བོད་ཀྱི་ཤེས་བྱ་གསར་བའི་ཁུངས་ནང་ལོགས་ལ་ཡ་དེ་འདྲའི་གི་ཤེས་པར་བྱ་དང་ཤེས་པར་བྱ་མེད་ཞེས་སོགས་ཀྱི་ཡོད་པའི་ཡོད་ན་ཨོ་དེ་ཁ་ཐུག་ལ་ཡ་ཨ་ནི། གོ་དགོས་ཡ་གྱི་ཁག་གི་དོ་བ་ཟེར་ཡ་གྱི་དེ་རེད་རེད་བ། ད་དེ་ཁག་མེད་པའི་ཡིན་ཙང་ད། གཟིགས་དགོས་པ་ལ་མ་གཟིགས་གི་ཟེར་ད་དུས་སུ་འོས་མེད་ཞིག་ཏུ་འགྲོ་ཡ་ཨོ་དུས་སུ་བསམ་བློ་བཏང་ཙང་ར་བ་དུས་སུ་ཡིན་སུ་ཡ་ཡ། གཉིས་པ་དེ་ག་རེ་ཡིན་ཟེར་ན་འདི་གི། འགོག་བདེན་སྟོང་ཉིད་ཡིན་དུ་མ་ཡིན་ཟེར་ཡ་དེ་རེད་འདོད་ནི་འགོག་བདེན་སྤྱི་སྟངས་ཀྱི་ཆ་ནས་ཁར་སོས་སྟོང་ཉིད་ད་ཁར་སོས་ཁོ་རང་གི་འདྲི་བ་ཟེར་བའི་ཆ་ནས་སྟོང་ཉིད་བཞག་རེད་མ་གཏོགས་ནང་རྒྱ་ང་ཚོ་ནི་དགག་བཞག་གིས་ཁེབས་པའི་གི་ནི་ད་ཆོས་ཀྱི་གནས་ལུགས་ཟེར་ཡ་གི་སྟོང་ཉིད་དེ་མ་རེད་ལ་ནི་འགན་ཁེ་ཆ་ཐེ་ཆེ་འདུག་ར་ལ་དེ་ཡིན་དུས་ད་ང་ཚོ་འདི་འདྲི་གི་རེད་ནི་ཨ་མ་འགྱུས་པའི་སྐབས་སུ་སྣང་དག་ཤི་སྟེ་རིག་པའི་ནི་གང་ཟག་གི་བདག་མེད་གཏན་ལ་ཕབ་ཐུབ་ཀྱི་ཡོད་དོ་མེད།

ཨུ་མ་འགྱུས་པའི་སྐབས་སུ་སྣང་སྟོང་ཤི་ཏིར་རིག་པའི་སྒོ་ནས་གང་ཟག་དྭངས་མའི་སྟན་ལ་ཕར་ཐུག་རེ་དོགས་མ་རེད། ཕར་ཐུག་ཡོད་ན་དེའི་སྐབས་སུ་ཕུང་པོ་རགས་པ་རི་བོའི་ངོ་བོ་མེད་པ་གཏན་ལ་ཕབ་པ་ལས་ལོགས་སུ་དགག་བྱ་བདེན་པར་གྲུབ་པ་ཞིག་བཞག་ནས་དེ་མེད་པ་གཏན་ལ་ཕབ་པ་བྱས་ནས་འགྱུས་པ་སྐབས་སུ་མི་འདུག་དེ་ཐད་གང་འདྲི་རེད། གང་ཟག་དྭངས་མའི་སྟན་ལ་འབད་ཚུལ་དེ་ཕུང་པོ་དྭངས་མེད་ཕུང་པོ་ཕུང་པོ་མེད་པ་གཏན་ལ་འབད་ཚུལ་དེ་ཙམ་གྱིས་གང་ཟག་དྭངས་མའི་སྟན་ལ་འབད་ཚུལ་བཞག་གི་མེད། བ་དན་ཟླ་བ་བཀྲ་བའི་དེ་ནས། གཞི་བཅའ་བའི་འགྲེལ་པ་ནང་ལོགས་ལ་ར། དེ་ལ་བདག་ཅེས་བྱ་བ་ནི། གཞན་ལ་རག་མ་ལས་པའི་ཚུལ་གྱིས་རང་གཞན་ཏེ་ཟེར་རོ། དེ་མེད་པ་ན་བདག་མེད་པའོ་གསུངས་ཡོད། དེ་ལ། དེ་ལ་ཡང་ཁྱོད་བདག་གང་ཟག་གཉིས་སུ་ཕྱེ་སྟེ་ཁྱོད་ཀྱི་བདག་མེད་པ་དང་གང་ཟག་གི་བདག་མེད་པ། ཁྱོད་ཀྱི་བདག་མེད་གང་ཟག་བདག་མེད་སོགས་དུག་བསྲིངས་ནས་བདག་མེད་ཀྱི། ངོ་བོ་ངོས་འཛིན་དུག་བསྲིངས་ནས་སྣང་ཡོད། མར་མར་རྒན་པར་འབུར་མ་ཤེས་དོ།

ཚོད་བར་གྱི་དགོན་མ་ངོས་ཚོ་སྤྱི་ཚོགས་དགེ་བཙན་ཤོག་སྤྱི་ཚོགས་ནོར་ལས་བཞག་གི་ལོག་ཐོ་ངེས་པའི་མང་པོ་ཡོད་རེད། ད་རེས་ཐོབ་བྱ་བ་སྤྱི་ལ། བློ་ཕངས་སྤྱི་ལ་འདེལ། དཔལ་སྤྱི་ལ་འབའ་རྒྱ་དུ་གྲུ་གྱུར་ཡིན་ང་འདུག་ཨ། འདི་ནོར་ལས་བཞག་ཁུངས་ཐུབ་བུ་སུ་གྱིས་མི་འདུག་ཨ། ཡ་གི་རྩོམ་པ་པོ་མི་འདི་ཚོ་ག་རེ་རེད་དོ། ལྷ་རོང་པ། མཁན་པོ། དགེ་བཤེས་མ།

ལས་བྱ་སྒྱུ་མ་གཉིས་མཐིང་མི་འདུག་སེར་འདུག་མི་རྒན་དག་གིས། དེ་སོང་དེ་ཚོགས་ཀྱི་རྟགས་བྱེད་དམ་ང་མོ་ལི་རི་ད། ཁྱེད་གང་ཡག་ཕུ་ཆེན་པོ་མ་རེད་དེ། ཅི་དེ་ལས་བྱ་དང་པ་ལི་སྐད་ལས་འདུ་བའི་ལྟས་ཟིག་ཡོད་དམ་མེད། དྲི་བ་དེ་ཡིན། དྲི་བ་དེ་ཡིན། དྲི་བ་རྙིང་པ་འདི་ལ་ཇེ་ཡང་འཇུག་ཁུངས་རིན་མེད་རེད་དོ། ཕེབས་ས་ཕེབས་ས་ཕེབས་ཁུངས་རིས་མེད་རེད་བ། ཅི་སྟེ། ཟླ་འཇིགས། ཁོ་བོའི་ཀྱག་གིས་ལྷོད་གཉེར་གནང་བའི་བརྒྱུད་རིམ་ལྟར་དུ་བཤད་ནས་དོགས་པ་ཞུ་བའི་དྲི་ཡོད། བ་གས་སུ་གས་ཡིན་ན་སྐྱིད་གས། ཕན་ཆོད་གཉིས་སྨྲ་བའི་དགེ་ལྡན་གྱིས་རྟོགས་པའི་གོ་རེ་ག་རེར་ཟེར་ན་དེ་ཚོ་གཅིག་བཀོད་མེད་ཆེ། གྱ་རེ་ཁྱོ་རེ་དེ་ཚོ་མང་པོས་བཀོད་བསྡད་ན་དགོས་པ་མི་འདུག་ཟེར་སྤྱི་བཏང་གཙོ་ཤོག་ཁྲི་སྟོང་ལུགས་གཉིས་ཡོད་རེད། འདི་ཚོ་བཀོད་བཀོད་ལོང་མི་འདུག་མོང་འགྲོ་གི་འདུག་དྲན་ན་འདི་ཡི་རིགས་འདི་ང་ནས་ཤེས་པ་བྱའོ་ཟེར་ནས་ལབ་བྱ་བ་ཡིན་ན་ག་ཚད་ཤེས་ཤེས་ཡོད་རེད། ཏང་ཤོག་ཁྲི་སྟོང་དེ་འདྲས་རེད། བྱས་དུས། ང་ཚོས་ཀྱིས་ལོ་ཙཱ་བ་དེ་ཚོ་ལ་ཡིད་མི་ཆེས་མ་རེད་ལས་གཞག་བཀོལ་དགོས་ཡག་གི་རྒྱུ་མཚན་ག་རེ་རེད་ཟེར་ན། དེ་ཁུངས་གཏུགས་པ་གསལ་པོ་ཆགས་དྲགས་དགོས་དེ་མང་པོ་བྲི་དགོས་བར་དེ་སོང་ཏང་ཤོག་མང་ཆེ་ས་མ་མུ་ལི་ལས་གཞག་ཡོད་ཡོད་པ་རེད་ལས་གཞག་རྒྱ་གཞུང་གྲོང་གི་ཡོད་ན་ལས་གཞག་རེད། ང་ཚོ་གཅིག་དེ་རེད་གསལ་པོ་དེ་བྱས་བྱུང་རྙིང་པ་འདི་གསལ་ལ་པོ་བྱུང་སོང། ཉེ་བ་རྙིང་པ་འདི་ལ་ཆོས་ལུགས་ཀྱི་ཁ་བཀོལ་དགོས་པའི་རྒྱུ་མཚན་ག་རེ་ཟེར་ན་ཁ་བཙོང་ཉེས་ཆ་རང། ཞི་འཇུག་རྒྱུགས་སྤྲོད་བྱེད་དགོས་དུས།

ལགས་སོ།
དྲི་མ་གདོད་ནས་སེལ་ཕྱིར་རོ་གསུངས་ཡོད་འདུག་གང་ལ་དྲི་མ་དེ་རང་བཞིན་གྱི་དྲི་མ་གྱིས་ཡིན་པ་དེ་ཁོ་སེལ་བར་བྱེད་པའི་ཕྱིར་རོ། གདོད་ནས་སེལ་དུ་ཡེ་གདོད་མ་ནི་རོ། ཡེ་གདོད་མ་ནི་རོ། ཞེས་དང་པོ་ཡིན་ནི་ཆོས་ཅན་ཁོ་རང་ངོ་བོ་གྲུབ་ཙམ་ཉིད་ནས་ད་དྲི་མ་དེ་གི་དྲི་མའི་བུ་གའི་རྟེན་ནི་པའི་དྲི་མ་དང་བྲལ་ཏེ་ཡོད་པ་གྱི་རང་བཞིན་གྱི་དྲི་མ་དེ་བྲལ་ཏེ་ཡོད་རེད་ཟེར་དུས་གང་ལ་ད་དེ་འགའ་ཞིག་དྲི་མ་དེ་རེད་མ་གཏོགས་དྲི་མ་གློ་བུར་བ་གཅིག་མིན་པ་དེ་སེལ་བར་རོ། དྲི་མ་གློ་བུར་བ་དང། ལགས་སོ།

དེ་ནི་ད་ངས་མཐའ་སྡོམ་བྱེད་ཡག་ཡིན་དེ་ནི་སྤྱི་བཏང་གི་དགེ་བཤེས་མཆོག་གིས་ད་ལྟ་བདེན་གཞི་ལན་གསུམ་དང་བཟླས་པ་བཅུ་གཉིས་དེའི་སྐོར་ལ་བསྟན་མདོ་དང་བསྟན་བཅོས་དུས་ཚོད་དང་བཞག་ནས་དཔེ་མི་སྲིད་པའི་ཁ་གསལ་པོ་གོ་བདེ་པོ་དེ་འདྲ་གསུངས་གནང་སོང་སྟེ་དེ་ལ་ཚོང་པ་གི་དེ་ནི་དྲི་བ་གནང་མཁན་རེད་ལན་འབྱེད་མཁན་རེད་དེ་ཁོང་ཚོང་པ་གི་དེ་ནི་ཚད་ལྡན་ཚུན་དེ་ཡག་པོ་ཞུ་བ་གནང་སོང་ནས་ཐུགས་རྗེ་ཆེ་ཞུ་ཡག་ཡིན་དེ་ནི་ད་དེའི་མཚམས་ནས་ཆུ་ཚོད་གསུམ་པ་བར་དུ་དེ་ནི་བ་སེང་དང་དེ་ནི་ཞེ་ལ་དེ་འདྲ་རེད་ཤག་ཐུགས་ཆེ།